ད་ནི་བོད་རྣམས་ཀྱི་བྱམས་པའི་གཞུང་གསུམ་སྟེ་མདོ་སྡེ་ཅན་དང་ཆོས་ཉིད་རྣམ་རྒྱལ་དང་དབུས་མཐའ་རྣམ་རྒྱལ་གྱི་ལུགས་འདི་སེམས་ཅན་རྣམས་བརྫུན་པའི་ལུགས་ཡིན་ཞེས་འཆད་ཅིང། སྤྱིར་སེམས་ཙམ་པ་གཞིར་བྱས་ཀྱི་རྣམ་བདེན་རྫུན་གྱི་ཐ་སྙད་ནི་བོད་རྣམས་ཀྱིས་རང་གར་བཏགས་པར་ཟད་ལ། སེམས་ཙམ་རྣམ་བདེན་པ་དང་རྣམ་བརྫུན་པ་ཟེར་ན་འདྲ་འདི་འདྲ་གི་མིང་འདི་སོ་བོད་པ་སུས་བཏགས་བཞག་པ་ཅིག་རེད་མ་གཏོགས་རྒྱ་གར་གྱི་གུང་ཐན་གྱི་བརྡ་འགྱུར་ལ་འོ་དེ་འདྲ་བའི་མིང་ཡོད་པ་མ་རེད། ཡིན་ན་ཡང་བྱིས་པ་ལ་སྣང་བའི་རྣམ་པ་དེ་བདེན་པར་སྒྲུབ་པ་དང་རྫུན་པར་སྒྲུབ་པའི་སྐབས་གཉིས་ཙམ་ཞིག་ནི་རྗེ་བཙུན་བྱམས་པ་གྱི་གཞུང་དེ་སོགས་ནས་ཡང་བྱུང་ཡོད་པ་རེད། བྱིས་པ་ལ་སྣང་བའི་རྣམ་པ་ལབ་ན་ང་ཚོ་མིག་ཤེས་ལ་སྣང་བའི་དངོས་པོ་ལྟ་བུ་ཞིག་ཡིན་ན་དངོས་པོ་དེ་མིག་ཤེས་ལ་སྣང་བའི་དངོས་པོ་དེ་བདེན་པ་རེད་བས་རྫུན་པ་རེད་ཟེར་བ་རྣམས་བདེན་རྫུན་གྱི་ཁྱད་པར་དེའི་སྒང་དུ་ང་ཚོས་གང་ལ་གང་འཚམས་ཞིབ་ཚགས་བྱས་ཡོད་པ་རེད། རྣམས་བདེན་རྫུན་གྱི་ཁྱད་པར་དེ་ཧ་མ་གོ་ན། འདི་སྔོན་གྱི་ང་ཚོའི་སློབ་ཚན་ལ་ཡང་བསྐྱར་བཏང་ན་འགྲིག་གི་ཡོད་པ་དེ་འདྲ་ཞིག་རེད། ད་ནི་བོད་རིགས་ཀྱི་བྱམས་ཆོས་ལྔ་ག་སེམས་ཙམ་པར་འདོད་པ་ལ་བན་ཆེན་ཞང་ཆོག་པའི་ཞལ་ནས་རྒྱུད་བླ་མའི་ལྟ་བ་སེམས་ཙམ་གྱི་ལྟ་བ་ཡིན་པར་ལུང་དང་རིགས་པ་གང་གིས་ཡང་འགྲུབ་ཆེད་མེད་ལ་རྗེ་བཙུན་བྱམས་པ་དང་ཐོགས་མེད་ཀྱིས་དབུ་མར་བྱས་པའི་དེར་མི་འགྲུབ་ན་ནི་སྟོན་པ་འདི་ལ་མཚན་མར་གྱུར་ཡུལ་དབང་པོ་ཤིང་མི་རྙེད་པའི་ཕྱིར། བོད་སྐད་མཁས་པ་རེ་འགའ་གིས་བྱམས་ཆོས་སྡེ་ལྔ་དགའ་སེམས་ཙམ་པའི་བསྟན་བཅོས་རེད་ཟེར་དེ་འདྲ་གསུངས་ཡོད་པ་རེད། ཕལ་ཆེར་རྗེ་ཙོང་ཁ་པ་ཆེན་པོ་གི་བླ་མ་རྗེ་བཙུན་རེད་འདའ་བ་ཟེར་བ་ཁོང་གིས་ཕལ་ཆེར་དེ་འདྲ་གསུང་གི་ཡོད་པ་ཡིན་ས་རེད་བསམ་སོང། དེ་ནས་པཎ་ཆེན་གཡག་པ་ཟེར་བ་ཁོང་གིས་ཡང་ཕལ་ཆེར་དེ་འདྲ་གསུང་གི་ཡོད་ས་རེད། འོ་དེ་འདྲ་ལབ་པ་དེ་ལ་ཨ་ནི་པཎ་ཆེན་ཤག་མཆོག་གིས་ག་རེ་གསུངས་པ་རེད་ལབ་ན། རྒྱུད་བླ་མའི་ལྟ་བ་དེ་སེམས་ཙམ་གྱི་ལྟ་བ་ཡིན་པས་བསྒྲུབ་བྱའི་ལུང་དང་ལུང་དང་རིགས་པ་གང་ཡང་མ་རེད། མ་ཟད་རྗེ་བཙུན་བྱམས་པ་དང་ཐོགས་མེད་ཀྱིས་དབུ་མ་ཡིན་ཞེས་ལབ་པས་དབུ་མ་པ་ཡིན་པར་མི་འཇོག་ན། ད་འདི་དབུ་མ་པ་རེད་དང་འདི་དབུ་མ་པ་མ་རེད་ཟེར་བ་གི་དཔང་པོ་གཞན་པ་གང་ཡང་རྙེད་གི་མ་རེད། ཨ་ནི་ལེགས་ལྡན་འབྱེད་དང་ག་མ་ལ་ཞེས་ལས་ནི་འཕགས་པ་ཡིན་པ་དང་བདེ་བར་གཤེགས་པའི་ལུང་བསྟན་པའི་གཏན་ཚིགས་ཀྱི་ཀླུ་སྒྲུབ་ཀྱི་གཞུང་ལུགས་དབུ་མར་གྲུབ་ལ། དེ་ནི་འདི་ལའང་ཡོད་པའི་ཕྱིར་རོ། དེ་ག་རེ་ཟེར་ཡོད་པ་རེད་ལགས་ན་མགོན་པོ་ཀླུ་སྒྲུབ་ཀྱི་ལྟ་བ་དེ་དབུ་མའི་ལྟ་བ་ཡིན་པ་དང་མགོན་པོ་ཀླུ་སྒྲུབ་དེ་ཨ་ནི་ཐེག་ཆེན་གྱི་ཞིང་སྟེ་སངས་རྒྱས་ཡིན་པ་ལ་སོགས་པའི་ལུང་བསྟན་བདེ་བར་གཤེགས་པ་ཨ་ནི་སྟོན་པ་ཕྱག་རྒྱ་ཐུབ་པའི་གསུང་གི་ནང་ན་ཡོད་པ་རེད། ད་ནི་མགོན་པོ་ཀླུ་སྒྲུབ་དེ་འཕགས་པ་ཡིན་པའི་ལུང་བསྟན་ཡང་ཡོད་པ་རེད། འོ་དེའི་བྱ་སྤྱོད་དེ་འཕགས་པ་ཐོགས་མེད་ལ་ཡང་ཚང་གི་རེད། འཕགས་པ་ཐོགས་མེད་ཀྱང་སངས་རྒྱས་བཅོམ་ལྡན་འདས་ཀྱིས་ལུང་བསྟན་ཡོད་པ་རེད། འཕགས་པ་ཡིན་པ་ཡང་གསུངས་ཡོད་པ་རེད། ཡིན་ཙང་བྱ་སྤྱོད་དེ་ཚོ་འཕགས་པ་ཐོགས་མེད་ལའང་ཡོད་པ་རེད། ཡིན་ཙང་འཕགས་པ་ཐོགས་མེད་ཀྱིས་དབུ་མ་རེད་ཟེར་ལབ་པ་ཡིན་ན་དབུ་མ་མ་ཡིན་ན། དེ་ནི། ཨ་ནི་མགོན་པོ་ཀླུ་སྒྲུབ་དབུ་མར་སྒྲུབ་པ་དེ་ཡང་སྒྲུབ་ཐུབ་ཀྱི་མ་རེད་ཟེར་བ་འོ་དེའི་དོན་དག་ཡིན་པ་རེད། དེ་ནི་ཡོངས་གྲུབ་དོན་དམ་པའི་བདེན་པར་བཤད་པའི་དབུ་མ་མ་ཡིན་པར་འགྱུར་ན་སྟོང་ཉིད་མི་དགག་གི་ཆ་དོན་དམ་པའི་བདེན་པར་འདོད་པའི་པོད་སྔ་ཕྱི་མང་པོ་དག་དབུ་མ་ཉིད་དུ་ཇི་ལྟར་འགྱུར། ཨ་ནི་ཡོངས་གྲུབ་མཚན་ཉིད་གསུམ་གྱི་ནང་ལོགས་ནས་ཡོངས་གྲུབ་དེ་དོན་དམ་པའི་བདེན་པའམ་ཡང་ན་ཡང་ན་བྱམས་ཆོས་ནི་མཚན་ཉིད་གསུམ་གཞན་དབང་ཡོངས་གྲུབ་ཀུན་བདག་གསུམ་གྱི་ནང་ལོགས་ནས་ཡོངས་གྲུབ་དེ་བདེན་པར་གྲུབ་པ་གསུངས་ཡོད་པར་བའོ། དེ་འདྲ་ཅིག་བཤད་པས། ཨེ་ནས་དབུ་མ་མ་ཡིན་པ་ཆགས་འགྲོ་གི་ཡོད་པ་ཡིན་ན་སྤྱིར་བཏང་དབུ་མ་མཐའ་འགྱུར་བའི་ལུགས་ཀྱི་སྟོང་ཉིད་དེ་ཡང་ཨེ་ནས་དོན་དམ་བདེན་པ་ཡིན་ཞེས་བོད་པ་ཚང་མས་ཁས་ལེན་གི་འདུག་བ་ཡིན་ཙང་ཁྱེད་རང་ཚོ་ཀྱང་ཨེ་ནས་དབུ་མ་པ་མ་ཡིན་པ་ཆགས་འགྲོ་གི་འདུག་ཟེར་ནའོ་དེ་འདྲ་སོང་བ་རེད། འདི་ཡི་སྒྲུབ་བྱེད་དང་བསྒྲུབ་བྱ་དེ་ཚོ་ཡང་དག་པ་ཞིག་ཡིན་དང་མིན་ལ། ཐེ་ཚོམ་ཡོད་པ་རེད། བོད་སྔ་ཕྱི་དབུ་མ་ཐལ་འགྱུར་བའི་ལུགས་ཀྱི་སྟོང་ཉིད་མི་འགག་དེ་དོན་དུ་བདེན་པ་འདུག་གི་རེད་དེ་དེ་བདེན་པར་གྲུབ་པ་ཁས་ལེན་གྱི་ཡོད་པ་མ་རེད། བྱམས་ཆོས་ནི་མཚན་ཉིད་གསུམ་གྱི་ནང་ལོགས་ནས་ཡོངས་གྲུབ་དེ་བདེན་པར་གྲུབ་པ་ཡིན་ཟེར་གྱི་ཡོད་པ་རེད། དེ་གཉིས་ལ་ཁྱད་པར་གང་ལ་གང་འཚམ་ཡོད་པ་རེད། དེ་འདྲའི་ཅིག་ཤོས་ཡིན། དེ་བས་ན་བྱམས་པ་དང་ཐོགས་མེད་ཀྱི་རང་ལུགས་ནི། བྱམས་པའི་ཆོས། ཕྱི་མ་སྟེ་རྒྱུད་བླ་མ་ནས་བསྟན་པའི་དབུ་མ་འདི་ཉིད་ལས་ལོགས་སུ་གྱུར་པའི་དབུ་མའི་ལྟ་བ་བཞིན་མི་སྟོན་ཏེ་འཁྱམས་པའི་གཞུང་རྩ་བ་ཁོ་ནར་མ་ཟད། འོ་རྒྱུ་མཚན་དེ་འདྲ་ཡིན་ཙང་རྗེ་བཙུན་བྱམས་པ་དང་ཐོགས་མེད་ཀྱི་རང་ལུགས་ཏེ་རྒྱུད་བླ་མ་ནས་བསྟན་པའི་དབུ་མ། ཆེན་མོའམ་ཡང་ན་དབུ་མ་གཞན་སྟོང་གི་ལྟ་བ་འདི་ཁོ་ནར་ཡེ། དེ་ག་འདྲ་གྱིས་ནི་ཧ་གོ་བོ་རེད་ལབ་ན་རྗེ་བཙུན་བྱམས་པ་གི་བྱམས་ཆོས་སྡེ་ལྔ་ནི་དེ་འདྲ་གསུངས་བ་ཙམ་མ་ཟད། བསྡུ་བ་བཞི་དང་སྡུམ་རྣམ་གཉིས། ནི་འཕགས་པ་ཐོགས་མེད་ཅེས་གསུངས། འདི་དག་ལ་བལྟས་ན་ཡང་ཧ་གོ་ཐུབ་ཀྱི་རེད། ནི་དེ་དག་ནི་ག་རེ་གསུངས་ཡོད་པ་རེད་ལབ་ན་ཆོས་ཐམས་ཅད་ངོ་བོ་ཉིད་མེད་པར་སྟོན་པའི་མདོ་ཟེར་ན་མ་ཟེར་ན་ཤེར་ཕྱིན་གྱི་མདོ་ཟེར་གྱི་ཡོད་པ་རེད་སྟོང་ཕྲག་བརྒྱ་པ་དང་ཉི་ཁྲི་དང་བརྒྱ་སྟོང་བ་དང་རྡོ་རྗེའི་སྤྱོད་པ་དང་ཤེར་སྙིང་པོ་ལ་སོགས་པ་དེ་དག་སྒྲ་ཇི་བཞིན་པ་མ་རེད་ཟེར། ཨ་ནི་བཤམ་ཆུ་དེ་ཟག་དང་སོང་ཡོད་པ་རེད། དེ་སྒྲ་ཇི་ཞན་པར་ཁས་བླངས་ན་ཁྱད་པར་སྨྲ་བ་ཉུལ་དུ་འགྱུར་རོ་ཞེས་ལུགས་འདི་ཉིད་ལས་གསལ་བར་འགྱུར་བའི་ཕྱིར་རོ། ཨ་ནི། ཁ་པར་བ་མཚན་ཉིད་མེད་པའི་ཆོས་འཁོར་རམ་ཡང་ན་ཞལ་ཆེམས་ཀྱི་མདོ་དེ་དག་སྒྲ་ཇི་ཞན་དུ་ཁས་བླངས་པ་ཡིན་ན་ཆད་ཐག་བཅག་འགྲོ་བ་རེད། ཆད་ཐག་ལ་ལྷུང་འགྲོ་བ་རེད་ཆུ་ཐམས་ཅད་མེད་ཟེར་བ་དགོས་ནི་ཆད་ཐག་ལ་ལྷུང་འགྲོ་བ་ཡིན་ཙང་དེ་སྒྲ་ཇི་བཞིན་དུ་ཁས་ལེན་ན་འགྲིག་གི་མ་རེད་ཟེར་ནས་བྱམས་ཆུང་དེ་དག་ནས་གསུངས་ཡོད་པ་རེད། ཡིན་ཙང། ཨ་ནི། དབུ་མ་གཞན་སྟོང་པའི་ལུགས་ལྟར་ན་བཀའ་འཁོར་ལོ་གསུམ་སྤྱིའི་ནང་ལོགས་ནས་བཀའ་ཐ་མ་མདོ་སྡེ་དགོངས་འགྲེལ་ལ་སོགས་པ་ངེས་དོན་དང་བཀའ་བར་བ་ཞེར་བྱིན་གྱི་མདོ་སྡེ་དེ་དག་ཨ་ནི་དྲང་དོན་ཡིན། དེ་འདྲ་གསུང་གི་ཡོད་པ་རེད། ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།